ངའི་མིང་ལ་ཡང་དགོངས་པ་ཚེ་བརྟན་དངོས་གྲུབ་ཟེར་གྱི་ཡོད་ཨ་ནི་ངས་དེ་རིང་འདི་ཞུ་དགོས་ཡ་དེ་ཨ་ནི་འོས་བསྡུ། ཉིན་མོ་འདི་སང་ཉིན་གླེགས་ཡོད་རེད་ཨ་ནི་འོས་བསྡུ་སྐོར་ལ་ཡང་ངས་ཅིག་ཞུ་འདོད་འདུག་ཨ་ནི་འདིའི་སྐར་མ་གཉིས་གསུམ་གཅིག་ནང་ལ་ཡང་ག་ཚོད་ལྡོག་ཐུབ་ཐུབ་ཅིག་ང་འདོད་གི་ཡིན་ཨ་ནི་ད་རེང་འདི་ངས་གི་ཞུ་དགོས་ཡ་དེ་ག་རེ་ཡིན་ཟེར་ན་འོས་བླུག་ཉེན་ཚོགས་ལ་ཡང་དེ་རིང་དེ་དམངས་གཙོའི་གི་འགན་ཆེན་པོ་ཅིག་ཡོད་རེད་ལྷག་དོན་དུ་ད་བཙན་བྱོལ་ནང་ཡོད་པའི་བོད་མི་ཡོད་དོ་ཆོག་ད་ལོ་བཅོ་བརྒྱད་ཡལ་འདབ་ཟིན་པ་ཨན་ཚང་མ་ལོ་ལ་ཡ་ངས་རེ་སྐུལ་ཞུ་ཡ་ལ་ཡ་ཨན་ཐུགས་རྗེ་གཟི་འོད་བསླུ་བའི་སྐབས་ལ་ཡ་ད་སོ་སོ་སོས་གི་བསམ་བློ་གཉེར་ནས་ཡག་པོ་ཅིག་བཏང་འོས་བསླུ་གཉེར་གི་ཡིན་ནའི་རེད་འོས་བསླུ་ས་ལ་ཡིན་ནའི་རེད་ག་འཇས་སྲིད་སྤྱི་གཉིས་སུ་ཡིན་ནའི་ཨན་འོས་བསླུ་ས་དེ་མི་དེ་ཡིན་ནའི་རེད་གང་ཟག་སོ་སོ་ཡིན་ནའི་རེད་གང་ཐུབ་ཅི་ཐུབ་གི་ད་ག་འཇས་སྤྱི་གཙོ་བོ། གཞི་བཞག་ཐུགས་མཉེས་ཀྱིས་མི་གཅིག་ལ་ཡ་འོས་བླུག་རོགས་གནང་བྱས་རྗེས་དེ་ངས་འབུལ་གྱི་ཞུགས་ཡོད། ཨ་ནི་ལྷག་དོན་དུ་ད་ལྟ་བླུག་ས་དེ་ཡིན་ནི་རེད་ང་རང་ཚོ་བླུག་ཉེན་ཡིན་ནི་རེད་ཚང་མ་ལོག་གི། ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བའི་གི་དངོས་གནས་ཕྱོགས་སུ་མ་ལྷུང་བ། ཨ་ནི། འདི་འདི་འདྲའི་གང་ལ་བསམ་བློ་བཏང་ཐུགས་མཉེས་གཅིག་ལ་ཡ་བླུག་རོགས་གནང་བྱས་རྗེས་འོ་དེ་གཅིག་ངས་ཞུགས་ཡོད། ཨ་ནི་གསུམ་པ་དེ་ག་རེ་ཡིན་ཟེར་ན་ང་རང་ཚོས་ད་ལྟ། དེ་བསླུ་ཉེས་ཡིན་ནི་རེད་བསླུ་ས་ཡིན་ནི་རེད་བློ་ཟུར་དུ་གནས་སྐྱོ་དེ་འདྲའི་ཅིག་ལ་བསླུ་ཐུབ་ཡིན་ན་ཏན་ཏན་ང་ཚོ་བོད་ཚ་དོན་ལ་ཕན་གི་རེད་དྲན་གི་འདུག་དེ་རིང་ང་ཚོ་རྒྱ་མི་ལ་ཡ། གཅིག་བྱེད་རོགས་བྱེད་གཉིས་བྱེད་རོགས་བྱེད་ས་ཤེས་ཡ་ཡོད་མ་རེད་དེ་རིང་འདི་ང་ཚོ་འགན་འདི་ང་རང་ཚོ་རང་ལ་འཁེལ་གི་ཡོད་རེད་བྱས་ཙང་ང་རང་ཚོ་བོད་པ་ཡིན་ཡོད་དོ་ཆོག་གི་དེ་རིང་འོས་བསླུ་ཡག་གི་ཐོབ་ཐང་ཡོད་ཉེས་རྩོད་གི། མཇལ་ལ་ཡ། ང་རང་ཚོ་མི་དམངས་ཡིན་ནི་རེད་རྒྱ་བ་རིན་པོ་ཆེ་ཡིན་ནི་རེད། ཐུགས་སུན་པོ་བཟོ་མོ་གོ་ཡ་ཅིག་གི་ཨ་ནི་ང་རང་ཚོའི་ལས་ཀ་དེ་ག་དེ་ཤར་ཤར་འགྲོ་ཐུག་ཡ་ཅིག་གི་འགན་དེ་དེ་རིང་ང་ཚོ་མི་མང་གི་ལག་པ་ཡོད་རེད་གང་ཅེ། ཆོལ་ཁའི་ཐོག་ནས་བླུག་གི་ཡོད་ནི་རེད་ཆོས་ལུགས་ཀྱི་ཐོག་ནས་བླུག་གི་ཡོད་ནི་རེད་ཡང་ཡུ་རོབ་ཀྱི་ཐོག་ནས་བླུག་གི་ཡོད་ནི་རེད་ཨ་རིའི་ཐོག་ནས་བླུག་གི་ཡོད་ནི་རེད་ཨ་ནི་ད་ལྟ Australia ནས་བླུག་གི་ཡོད་ནི་རེད་ག་བ་ནས་བླུག་གི་ཡོད་ནི་གང་ཅེ་གང་ལྟར་འཛམ་བུ་ལི་ཡོད་དོ་ཆོག་ལ་ཡ་ཀླུ་གཉན་ཚོས་གི་དགོངས་པ་བཞེས་སྟངས་དེ་ཚོ་སྐུ་ཅི་ཡག་པོ་ཅིག་བཞེས་རོགས་གནང་སི་ད་ག་རེད་ཟེར་ན། དེ་རིང་གི་དེ་ང་ཚོས་འོད་ཡག་པོ་ཞིག་བླུ་བ་ཡིན་ན། བོད་ཀྱི་རྩ་དོན་ལ་ཕན་གདིང་མ་དེ་ང་རང་ཚོ་རང་གིས་བྱེད་ཐུབ་ཡ་དེ་དེ་རིང་གི་ལས་ཀ་དེ་རེད། རྒྱ་བོ་རིན་པོ་ཆེ་ལས་ང་ཚོ་བརྟན་བཞུགས་མང་པོ་ཕུལ་ཚར་བ་ཡིན་པ་ད། ད་ཆོལ་ཁ་དག་ཅིག་ག་བ་ག་ས་ནས་ཕུལ་ཚར་ཡོད་རེད། ཅིག་ལུང་པ་དང་ཨ་ནི་ཅིག་གི་སྐྱིད་སྡུག་དང་ཡོད་ནི་ག་སོ་རེད། ཚོགས་པ་དང་འདྲ་མི་འདྲ་གི་ད་ང་ཚོ་སློབ་གྲྭ། སློབ་ཟུར་དང་ཚང་མ་ལོག་གི་ཕུལ་བར་བ། ད་ཕུལ་བའི་གི་སྒོ་དེ་དེ་རིང་ཆོད་འོ་བར་ད།

དངོས་གནས། འོས་བླུགས་པའི་སྐབས་ལ་ཡང་དངོས་གནས་ང་རང་ཚོ་བོད་རྩ་དོན་ལ་ཕན་ཡག་གི་ཆེད་དུ་ཁྱེད་རང་ཚོ་འོས་བླུགས་རོགས་བྱེད་ཅེས་བྱས་ད་ང་དགོངས་པ་ཚེ་བརྟན་དངོས་གྲུབ་ཀྱིས་སུད་སི་ནས་ཨ་ནི་རེ་སྐུལ་ཞུ་གི་ཡོད་ཨ་ནི་ད་དེ་གལ་སྲིད་ཁྱེད་རང་ཚོ་སེམས་ལ་བབས་ཀྱི་མི་འདུག་ན་ཨ་ནི་གཡུག་བཞག་ན་འགྲིག་རེད་ཨ་བབས་ཀྱི་འདུག་ན་ང་རང་བསམ་པ་ནང་བཞིན་ཅིག་ཨ་ནི་ཏན་ཏན་མི་མང་པོ་གི་བསམ་དགོས་ཀྱི་རེད་ཨ་ནི་དེ་འདྲས་ཅིག་གནང་རོགས་གནང་ཞེས་བྱས་རེ་སྐུལ་ཡིན་ཐོག་ཆད་ན་ཨ་ནི་བོད་རྒྱ་ལོ།